རེས་གོང་དུ་དང་འདྲ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཞི་ཉིན་སྤེལ་བའི་གནས་ཚུལ་ལྟར་ན། ཉེ་ཆར་བོད་ཁམས་བྲག་མགོ་དང་གསེར་རྟ་མགོ་ལོག། ལྷ་སའི་བར་སྐོར་བཅས་སུ་བོད་མི་ཚོས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་རིམ་པར་སྤེལ་རྗེས། མདོ་སྨད་རྨ་ལྷོ་རི་ཀོན་ས་ཁུལ་དུ་དེ་དག་ལ་གདུང་སེམས་མཉམ་སྐྱེ་མཚོན་ཆེད་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་རྒྱུ་ཡིན་པའི་གནས་ཚུལ་ཞིག་ཁྱབ་ཡོད་སྟབས། རྒྱ་ནག་གཞུང་གིས་རྒྱ་ཡི་ལོ་སར་སྐབས་ཉིན་གྲངས་བཅོ་ལྔ་ལྷག་གི་གུང་སེང་སྤྲད་ཡོད་པའི་ལས་བྱེད་ཡོངས་ལ་རྫ་དྲག་གིས། བསེ་སྒྲ་བསྐྱངས་ཏེ། ལེགས་ལེགས་སུ་སྐོང་འདུག། ཨོ། ལེགས་ལེགས་སུ་སྐོང་འདུག་བྱས་ཡོད་པ་མ་ཟད། ཟླ་གཉིས་པའི་ཚེས་གསུམ་ཉིན་ནས་བཟུང། ལས་བྱེད་ཡོངས་རྫོགས་ནམ་རྒྱུན་ལྟར། སོ་སོའི་ལས་ཁུངས་ནང། མཚམས་དུ་བཅུག་པ་དང། དགོང་མོ་ལས་བྱེད་པ་ཚོས་དམག་མི་དང་ལྷན་དུ་རྨ་ལྷོ་ཁུལ་གྱི་སྲང་ལམ་རྐང་སར་བགོས་ཏེ། དམག་མི་དང་ལས་བྱེད་པ་བརྒྱ་ཕྲག་མང་པོས་མཚན་གང་མཚན་གང་བོར་རེས་མོས་ལྟ་རྟོག་དང། དང་པོའི་གནས་པོ་བྱེད་ཀྱི་ཡོད་འདུག་གཞན་ཡང། གནས་ཚུལ་མཁོ་སྤྲོད་པས་བརྗོད་སྲོལ་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་ལོ་སར་སྐབས་མདོ་སྨད་རྨ་ལྷོ་རེབ་གོང་ཁུལ་གྱི་བོད་མི་ཚོས་སྔར་ལོ་བོད་ནང་རང་ལུས་མེར་བསྲེགས་ཀྱིས་རྒྱ་གཞུང་ལ་ངོ་རྒོལ་སྐད་འབོད་བྱས་པས་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ། མྱ་ངན་དང་གདུང་སེམས་མཉམ་སྐྱེ་མཚོན་བྱེད། ཆོས་ལུགས་ཀྱི་བྱེད་སྒོ་ཙམ་ལས། རྒྱས་སྤྲས་ཀྱི་རྣམ་པ་ཅི་ཡང་མེད་པའི་ཐོག་ལོ་སེར་བཏང་ཡོད་འདུག། རྩ་མེད་དུ་བོད་དོན་ལས་འགུལ་སྤེལ་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཞི་ཉིན། བོད་ཁམས་ཕྱོགས་རྫ་ཆུ་ཁའི་རྫ་སྨད། དབང་བསྐུར་ཡོད་ཚུལ་ཐོག་གི་བསླབ་བྲིས་གནང། རྒྱ་ནག་གི་རྒྱལ་དར་མར་ཕབ་ནས་བོད་ཀྱི་རྒྱལ་དར་སྒྲིག་འཛུགས་བྱས་པའི་གནས་ཚུལ་བྱུང་ཡོད་པ་རེད། དེ་ཡང། ངས་དེའི་ཤོག་པ་ནང་གསལ་བ་ན། རྫ་ཆུ་ཁའི་ཕྱིར་རྟོག་རྫ་སྨད་དབོན་པོ་ཞིང་གི་མྱུར་བརྩིས་ཡུལ་ཚོའི་བླ་བྲེའི་ཐོག་གི་རྒྱ་ནག་གི་རྒྱལ་དར་མར་ཕབ་སྟེ་བོད་ཀྱི་རྒྱལ་དར་སྒྲིག་འཛུགས་བྱས་ཡོད་པ་དང། ཡིག་ཆ་མང་པོ་འཇལ་འདེམས་བྱས་པའི་གནས་ཚུལ་བྱུང་འདུག་འོན་ཀྱང། ཁ་དཔེར་བརྒྱུད་ལམ་བཀག་ཟིན་པས་ས་གནས་རང་གི་མི་ལ་འབྲེལ་གཏུག་བྱེད་ཐུབ་མེད་ཅིང། སྦྱར་ཡིག་གི་ནང་དོན་སོགས་བྱེ་བྲག་གི་གནས་ཚུལ་ཤེས་རྟོགས་ཐུབ་མེད་པ་དང། གནས་ཚུལ་དེའི་རྐྱེན་གྱིས་སེར་ཤུལ་རྫོང་ནི་ཉེན་རྟོག་པ་འབོར་ཆེན་ཆེད་གཏོང་བྱས་ནས་ཨོམ་བུར་ཤང་དང་ཨོམ་བུར་དགོན་དུ་འགྲོ་བའི་ལམ་འགྲོ་བ། རྣམས། དེར་སྒྲོ་གཅིག་མེད་པ་དང། བསྒོམ་པ་དང། ཤིང་གི་མི་རྣམས་ཀྱང། ཕྱི་ལ་ཐོན་དུ་མ་བཅུག་པར། འབྲུ་ཆུའི་བཀག་སྡོམ་དང། ས་ཁང་དང་ཚོང་ཁང་ཁག་གི། སྒོ་གཞས་མི་ཆོག་པའི། དམ་བསྒྲགས་ཀྱང་བྱས་འདུག། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡོད་ཚད་འདེམས་ཁྲལ་གཉིས་པ་ཤོག་གྲངས་བཞི་བརྒྱ་དོན་བཞི་སྟོང་བརྒྱད་ནས། བཀའ་སྤྱི་གཉིས་ཀྱི་ལས་འགུལ། འདོན་པར་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཞི། ད་རིང་དབུས་བོད་མིའི་སྒྲིག་འཛུགས་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་གཉིས་ཀྱིས་བོད་ནང་གི་གནས་སྟངས་ཐོག་གདོང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་རྒྱུའི་ལས་རིམ་བསྒྲགས་འདུག་བཀའ་ཤག་གིས་ཕྱི་རྒྱལ་སྐུ་ཚབ་དོན་གཅོད་ཁག་ལ་བཏང་བའི་བརྡ་ཁྱབ་ནང། ཕྱི་ཟླ་གཉིས་པའི་ཚེས་བརྒྱད། རེས་གཟའ་ལྷག་པའི་ཉིན། བོད་མི་དང། བོད་དོན་རྒྱབ་སྐྱོར་བ་ཚོས་འཛམ་གླིང་ཡོངས་སུ་ཉིན་བརྒྱ་དུས་གཅིག་ཏུ་བོད་དོན་ལས་འགུལ་དང། མཆོད་འབུལ་སྨོན་ལམ་གནང་དགོས་ཤིང། ཉིན་དེར། བོད་མི་རྣམས་ཀྱིས་ངེས་པར་དུ་བོད་ཕྱིའི་རྒྱུན་དེ་ཁ་རས་ནག་པོ་དཀྲིས་ཏེ། བདེན་ཚིག་སྨོན་ལམ་འདོན་དགོས་པ་དང། ཟླ་གཉིས་པའི་ཚེས་ཉེར་གསང་གཉིས་ཉིན་བོད་ཀྱི་ལོ་ཚད་ལ་འཁེལ་སྟབས། ཉིན་དེར་བོད་མི་ཚོས། ཆོས་ཕྱོགས་དང། སྲོལ་རྒྱུན། བྱེད་སྒོ་མ་གཏོགས། སྤྲོ་སྐྱིད་རིགས་མི་གཏོང་རྒྱུ་འབོད་སྐུལ་ཞུ་བཞིན་ཡོད། ཅེས་བཀོད་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བརྡ་ཁྱབ་ནང། སྤྱི་འཐུས་ལྷན་ཚོགས་ཀྱི་ལྡི་ལི་དཔྱད་ཞིབ་ཀུན་རྫོབ་ཁག་ལ་བོད་ནང་གི་རྩ་བྲག་གནས་སྟངས་ཕྱིར་སྐུར་དང། རྒྱ་ནག་གི་སྲིད་འཛིན་ཧུའུ་ཅིན་ཐོ་ལ་སྙན་ཞུ་སྐུར་བ། མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱིའི་དཔོན་རིགས་ཁག་ལ་ཞུ་སྙན་འབུལ་རྒྱུ་དང། རྒྱལ་ཚོགས་དྲུང་ཆེ་སྤྱི་འཐུས་ཀྱི། ཚབ། ཐུགས་ཐུབ་བྱ་རྒྱུ། ཤེས་ཚད་གྲོས་ཚོགས་ཁག་ཏུ་བོད་དོན་ཐོག་རྒྱབ་སྐྱོར་གྲོས་ཆོད་སྣོལ་འཇོག་ཡོང་ཐབས་གནང་རྒྱུ་ཡིན་ཚུལ་སོགས་བཀོད་འདུག་གཞན། ཤེས་སྒོ་ན་འདི་རུང་ཞེས་པ་དག་གི་ཆེད། ཕྱི་འབྲུག་ལོའི་ལོ་སར་སྐབས། ཆོས་ཕྱོགས་ཀྱི་བྱེད་སྒོ་ཙམ་ལས་གཞན་ཞབས་བྲོ་སོགས་མི་གཏོང་རྒྱུ་དང། ལོ་སར་བསང་གསོལ་སྐབས་བདེན་རྩིས་སྨོན་ལམ་དང། ལྷ། བོད་སྐྱོང། ལྷ་སྲུང་ཁྲི་འགོར། གུ་རུའི་ཐུགས་དམ་གནས་སྐོར། གསོལ་འདེབས་བདེན་པའི་རྔ་སྒྲ་སོགས་གྲྭ་སོགས་གནང་རྒྱུ། ལོ་སར་ཚེས་གཅིག་ཉིན་ཐང་ཆེན་ཆོས་གླིང་གཙུག་ལག་ཁང་དུ། ཚེ་བསྟོད་གྲུབ་རྗེས་ཟླ་ཟེར་གནས་བཞུགས། སྤྱི་མཐུས་རྣམ་པའི་དགོངས་འགྲོའི། ཕྱག་མཛོད་ལྔ་པ་བར་སྲིད་བཅས། སྨྱུང་གནས་གནང་རྒྱུ་དང་སྐབས་དེར། བཞུགས་སྒར་ཉེ་འཁོར་གྱི་མི་མང་མཉམ་ཞུགས་དང་ས་གནས་ཁག་ནས་ཀྱང་དེ་ལྟར་ཡོང་བའི་འབོད་སྐུལ། ད་ལོའི་ལོ་སར་ནས་བཟུང། བོད་མི་གནས་ཡུལ་ས་གནས་ཡོངས་སུ། ལྷག་དཀར་ནམ་ཡན་ལག། བོད་ཟས་དང། བོད་གོས། བོད་སྐད་བཀོལ་སྤྱོད་སོགས་བོད་པའི་ཆོས་དང་རིག་གཞུང། རྒྱུ་མཚན་གྱི་བྱེད་སྒོ་ཁག་སྲུང་བརྩི་དང། ལོ་གཅིག་རིང་གཞིས་ཆགས་ཁག་ཏུ་ཟླ་རེའི་ལྷ་སྐལ་དང་པོ་སྲུང་བརྩི་ཞུ་ཆེད། འབྲེལ་ཡོད་གོ་སྒྲིག་བྱེད་མཁན་ནས་ལྷ་སྐལ་སྲུང་བརྩི་དགོས་པའི་རྒྱུ་མཚན་ངོ་སྤྲོད་དང་གོང་ས་མཆོག་གིས་ལྗགས་རྩོམ་གནང་བའི། ཤིང་རྟ་ཁ་ཤི། འབྲོང་དང་རྗེ་རྒོད། ཞེས་སོགས་བཀོད་འདུག་གསལ་འགོད་པ། དོན་གྲུབ་བཀྲ་ཤིས་ཡོངས་གོང་སྤོས་ཀྱི་དུས་བབ་དྲ་བ། མེ་ལྕེའི་འོག་གི་བོད། འདོན་པར་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཞི་རྩོམ་པ་པོ་བདེན་འཚོ། རྒྱ་ནག་ཕྱོགས་ཀྱི་བོད་ས་ཡོངས་རྫོགས་བཙན་བཟུང་བྱས་ནས་ད་བར་མི་ལོ་ང་གཉིས་ལྷག་འགྲོ་བཞིན་ཡོད། ལོ་ངོ་འདི་འདྲའི་མང་པོ་ཞིག་གི་རིང་རྒྱ་གཞུང་གིས་དངུལ་ལྐོག་གཉིད་ལས་བྱེད་ཐབས་སྣ་སྣ་ཚོགས་བཀོལ་ཏེ། བོད་མི་རིགས་འདི་རྩ་ལ་གཏོང་བར་འབད་འབུངས་ཇི་ཙམ་བྱས་ཡོད་པ་ཚང་མས་ཤེས་གསལ་ལྟར་རེད། དཔེར་ན། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་མི་རྒན་ཆེན་མོ་དང། ལོ། བཅུའི་རི་ནི་གསེར་གྱི་སོ་གྱིས་མཚོན་པའི་ནོར་འདྲའི་གཡུང་ལོ་ཅན་གྱི་བྱེད་ཐབས་རབ་དང་རིམ་པ་མང་པོ་ཞིག་བོད་ཁམས་ཡོངས་སུ་ལག་བསྟར་བྱས་མྱོང་བ་མ་ཟད། དེང་གི་དུས་སུ་ཡང་ནུབ་རྒྱུད་གསར་པར་གསལ་བའི་ཁ་གཡང་ཞིག་ཁྱེར་ནས་དོན་དངོས་སུ་བོད་མི་ཐུན་མོང་གིས་རང་སྐྱེ་ཐུབ་པའི་འཚོལ་སྡུད་ཀྱི་ཁོར་ཡུག་དང་རིག་གཞུང། ཆིག་སྒྲིལ་གྱི་ནུས་པ་སོགས་ལ་བསམ་གཟས་ནས་གཏོར་བཤིག་དང་འགལ་རྐྱེན་མང་དུ་བཟོ་བཞིན་ཡོད། ཡིན་ན་ཡང། མིག་སྔའི་བོད་ནང་གི་གཟའ་སྒྲ་གནས་སྟངས་ལ་གཞིགས་ནས་བཤད་ན། བོད་ཀྱི་མི་རིགས་གསར་བའི་མི་རིགས་འདུ་ཤེས་དང་འཐབ་རྩོད་ཀྱི་སྙིང་སྟོབས། ཆིག་སྒྲིལ་གྱི་སྒུལ་ཤུགས་བཅས་ནི་སུས་ཀྱང་བློ་ངོར་མི་ཤོང་ཞིང། སྤྱི་བསམ་དང་སྤོབས་པ་ཚད་འགལ་གྱིས་མཐོ་སར་སླེབས་ཡོད། རྒྱུ་མཚན། སྐྱེ་རྒུ་མ་བརྒྱད་ལས། སེང་ཕྲུག་ཆེན་མོའི་རྗེས་སུ་གཏུམ་མར་བྱུང་བཞིན་པའི་ཤེལ་སྒོར་བཏགས་ལ། ཞེས་དེ་ཙམ་བྱས་པ་ཡིན་ན། ཤེལ་སྒོར་གྱི་རྣམ་པ་གཅིག་ལས་གཅིག་ངར་གྱི། གཅིག་ལས་གཅིག་ངར་གྱི་ཕྱོགས་སུ་སྐྱོད་ཀྱིན་པས་ཤེས་ཐུབ། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཁམས་ཡོངས་ནས་བྱུང་བའི་གཟི་བརྗིད་ལྡན་པའི་ཞི་བའི་འོས་ལངས་དེས། རྒྱ་གཞུང་ལ་ཆོལ་གསུམ་བོད་མི་དག་གིས་འགྱུར་བ་མེད་པའི་རིགས་ཞེན་གྱི་འདུ་ཤེས་ལས་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་པའི་སྙིང་སྟོབས་མངོན་གསལ་དོད་པོས། ལམ་ནི་གསལ་པོར་བསྟན་ཡོད་པ་རེད། ལྷག་པར་ཉེ་བའི་ཕྱིར་འབྱུང་དང་འབྱུང་བཞིན་པའི་གདོད་མའི་ལྔ་པ་དང། ཁམས་ཕྱོགས་སོགས་ནི་རང་ལུས་མེ་སྲེག་གཏོང་བཞིན་པའི་རྫ་ར་ཤི་བའི་འོད་རླ་འདིས། བོད་མི་དག་གིས་ཇི་ལྟར་རང་ཉིད་ལ་བརྩི་སྲུང་བྱེད་པའི་བླ་མའི་སྙིང་སྟོབས་གསར་བ་འཛམ་གླིང་ཡོངས་ཀྱི་མི་དམངས་ལ་གསལ་སྟོན་བྱས་པ་མ་ཟད། བོད་མི་རིགས་ཀྱི་འཐབ་རྩོད་ཡུན་གནས་དང་རྒྱུན་མཐུད་ཀྱི་ཕྱོགས་ལ་ནུས་པ་བླ་ལྷག་ཏུ་ཐོན་བཞིན་ཡོད། འདི་ལྟར། ཁོང་རྣམ་པས་བོད་མི་རིགས་ཀྱི་ཉག་ཕྲ་བའི་ད་ལྟའི་ཆབ་སྲིད་ཀྱི་ལོ་རྒྱུས་ལ་ཟིན་པ་མེད་པའི་འོད་ཀྱི་ལམ་བུ་ཞིག་བཏོན་ཡོད། འདི་ལས་ང་ཚོ་ཅི་ཞིག་བསྟན་བྱུང་ངམ་ཟེར་ན། དེང་གི་རྒྱ་གཞུང་གིས་འདྲ་མཉམ་མ་ཡིན་པའི་གཉའ་གནོན་གྱི་དབང་འོག་ནས། རང་གི་མངོན་འདོད་ཆེས་རྩ་ཆེ་བའི་ཚེ་སྲོག་ཕངས་མེད་དུ་བཏང་བའི་ཐབས་ཚུལ་གསར་བ་ཞིག་མགོ་བརྩམས་པ་རེད། དེ་བཞིན་དུ་ཡ་ང་བའི་དམར་གསོད། བཙོན་འཇུག་དང། མི་དམངས་ཀྱི་གཅར་རྡུང་ཚད་ལས་འགལ་བར་བྱེད་མྱོང་ཡོད་ལ། རྒྱུ་དངོས་ཀྱི་བསླུ་བྲིད་དང་མི་སེར་སྤེལ་བའི་བྱེད་ཐབས་འདྲ་མིན་དང། གཡོ་བྱུས་བརྒྱ་སྟོང་གིས་སྒྲིབ་བཞིན་ཡོད་པས། བོད་མི་དག་གིས་རང་ཉིད་ཀྱི་ཁེ་དབང་དང། རིན་ཐང་ངོས་ཟིན་པའི་རྟགས་མཚན་གསལ་བོ་རེད་ལ། རང་ཉིད་རང་གིས་བསྐྱེད་པའི་སྤོབས་པ་དང། ཁྲེལ་མེད། ལུས་མེད་ཀྱིས། རྒྱ་གཞུང་གི་སྲིད་བྱུས་ལས། ཁྲེལ་མེད་ལུས་མེད་ཀྱིས་རྒྱ་གཞུང་གི་སྲིད་བྱུས་ལ། མགོ་སྒུར་མ་འདོད་པའི་འདུན་ཆུང་རེད། འདི་ལས་ང་ཚོས་ཅི་ཞིག་ཤེས་ཐུབ་བམ། བོད་མི་རིགས་ནི། བདུད་དབང་གིས། བཙན་གནོད་དང། རྒྱུ་དངོས་ཀྱིས། ལྷོ་བདུད་གང་གིས་ཀྱང། མི་ཁུགས་པར། རང་གི། ཐུན་མོང། མི་རིགས་ཀྱི་ངོ་བོ་དང་རིག་གཞུང། རྒྱལ་ཁབ་སླར་གསོ་སོགས། རྩོད་གླེང། བྱེད་འདོད་ཀྱི་གོམ་པ། མེད་དུ། སྤོ་བཞིན་པ་མཚོན་ཐུབ། དཔེ་མཚོན། མི་ཞིག་གིས་སྤྱི་དོན་ཆེད་ལུས་སྲོག་སྦྱིན་པར་སྤང། སྦྱིན་པ། མི་ཞིག་གིས་སྤྱི་དོན་ཆེད་ལུས་སྲོག་སྦྱིན་པར་གཏོང་ཕོད་པའི་ཚད་ཐིག་འདིར་སླེབས་ཚེ། དེ་ནི་ཁོས་དངོས་འབྲེལ་ལྟར་བྱས་པ་ལས་ཐབས་ལམ་གང་གིས་ཀྱང། སྔོན་འགོག་དང་ཚོད་འཛིན་བྱེད་པ་ནི་ནོར་འཁྲུལ་ཁོ་ན་ལས་མ་འདས། ལྷག་པར་རང་ལུས་མེ་ལ་སྒྲོན་པའི་ཤི་སྒོར་ཡིན། རྣམ་པ་གཅིག་རྗེས་གཉིས་མཐུད་དུ་འབྱུང་བཞིན་པ་འདི། ཕྱོགས་གཅིག་ནས་བཤད་ན་བོད་ཁུལ་ལ་ལག་བསྟར་བྱས་པའི་རྒྱ་གཞུང་གི་སྲིད་བྱུས་དེ་ནོར་འཁྲུལ་ཅན་དུ་ཁ་ཕྱོགས་ཏེ། བོད་ཀྱི་གཏེར་ཁ་སྔོག་འདོན་གང་བྱུང་སྔོག་འདོན་བྱེད་པ་དང། རང་གི་སྐད་ཡིག་གི་བེད་སྤྱོད་ནུས་པ་ཆུང་དུ་བཏང་བ། མི་རིགས་རང་སྐྱོང་གི་སྲིད་ཇུས་དངོས་སུ་ལག་བསྟར་མ་བྱས་པ། མི་དམངས་ཀྱི་རྩྭ་སའི་འགག་སྒོ་ཅན། མི་མང་གིས་རྩྭ་སའི་བདག་དབང་བཙན་གྱིས་འཕྲོག་སྟེ། བོད་མིའི་རང་སྐྱ་ཐུབ་པའི་འཚོ་བའི་ཁ་ཕྱོགས་ལུས་མེད་བཞིན་བདེ་ཅན་དུ་བསྒྱུར་བ་སོགས་ལས་བྱུང་བ་ཞིག་རེད་ལ། གཉིས་ནས། ལོ་ལྔ་ཡི་རིང། ལོ་ལྔ་ཡི་རིང་ལ ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་སྤྱོད་གསུམ་ལྷ་སྡེ་ཡོངས་དང་ཁ་བྲལ་དུ་བཏང་བས། ཉེས་མེད་ལས་བྱུང་བའི་དྲན་གདུང་དང་གླེང་དོན་ངོ་མ་ཡིན་པ། བོད་ས་ཡོངས་ནས་བསྒྲགས་བཞིན་པའི་ཤི་གུར་གྱི་འབོད་ཚིག་དག་ལ་གཞིགས་ན་གསལ་པོར་རྟོགས་ཐུབ། གསུམ་ནས་རྒྱ་གཞུང་གིས། མི་རབས་བཞིའི་ཆབ་སྲིད་ཀྱི་ཁ་གཡང་འཁོར་ནས་ཉི་མ་འཁྱོལ་ཐབས་བྱས་ཏེ། དོན་ངོ་མར། བོད་ཐོག་དམག་ཤུགས་ཀྱི་བཙན་གཡོལ་ལ་བརྟེན་ནས་དབང་བསྒྱུར་བྱས་པའི་སྲིད་བྱུས་ནག་པོ་དེ། མཐའ་ཤོར་བཞིན་མེད་པ་གསལ་པོ་བསྟན་ཡོད། ཨོ་དགོངས་དག། མཐའ་འཁྱོངས་བཞིན་མེད་པ་གསལ་པོ་བཏོན་ཡོད། ཨོ་འདི་ཅི་རེད། སི་ལེ། རྒྱ་གཞུང་གིས་མི་རབས་བཞིའི་ཆབ་སྲིད་ཀྱི་ཁ་གཡང་ཁོ་ན་ཉི་མ་འཁྱོལ་ཐབས་བྱས་ཏེ། དོན་ངོ་མར་བོད་ཐོག་དམག་ཤུགས་ཀྱི་བཙན་གནོན་ལ་བརྟེན་ནས་དབང་སྒྱུར་བྱས་པའི་སྲིད་བྱུས་ནག་པོ་དེས་མཐའ་འཁྱོངས་བྱས་མེད་པ་གསལ་བོར་བསྟན་ཡོད། རྒྱུ་མཚན་དེ་ཡིན་གྱི་རང་ལུས་མེ་ལ་སྒྲོན་མཁན་དཔའ་རྒོད་དག་གིས་འཛམ་གླིང་མི་མང་ལ། བོད་མི་ཚོས་སེམས་ཀྱི་སྡུག་སྔོན་དང་ངོ་གདོང་ངོ་མ་དེ་གསལ་སྟོན་བྱས་སོང་བ་རེད་ལ། རྒྱ་གཞུང་ལ་དེ་ལས་ལྷག་པའི་ཁ་སྐྱེངས་དང་ངོ་ཚ་ཡང་ན་བློ་འཚུབ་སོགས་ཤུགས་ཆེན་བཟོ་བཞིན་ཡོད་པས་ཁོང་རྣམ་པར་མི་རིགས་ཤིག་གི་དཔའ་བོའི་ལོ་རྒྱུས་གསར་བ་དང། ཡང་ན་རླབས་ཆེ་བའི་མི་རབས་གསར་བའི་ལས་འགུལ་གྱི་དབུ་ཁྲིད་དུ་བཀུར་ནས་རྟོགས་པར་འོས་པ་ལས། ད་ལྟ་ང་ཚོས་ཕྱི་ནང་གཉིས་ཀའི་སྤྱི་ཚོགས་ཁྲོད་འགན་ཁུར་མེད་པའི་སྐད་ཆ་རེ་གསུངས་ཏེ། རང་སྲོག་རང་གིས་བཅད་པ་དང། ཡང་ན། ཚེ་སྲོག་ཅིག་འཚལ་བའི་ཕངས་སེམས་སྐྱེས་པ་སོགས་ནི་ཞིབ་ཏུ་བསམ་ན་ཁྱབ་རྒྱ་ཆུང་བའི་བསམ་བློ་གཏོང་ཕྱོགས་ཤིག་ལས་མ་འདས། རྒྱུ་མཚན་རང་ཉིད་ཀྱི་ཚེ་སྲོག་ལ་གཅེས་འཛིན་བྱེད་འོས་པའི་གནས་ལུགས་དེ་གནས་ལུགས་དེ་བརྩམས་པོར། ང་ཚོ་ལས་ཁོང་ཚོས་ཕུགས་རྒྱང་རིང་པོའི་བསམ་བློ་བཏང་ཡོད་ལ། འདི་ལྟར་བྱས་པ་ནི་ཁོང་རྣམ་པའི་མཐའ་མཇུག་གི་ཐག་གཅོད་ཀྱང་ཡིན་ངེས། འདི་ལྟར་ཁོང་ཚོས་རང་ཉིད་ཀྱི་རྩ་ཆེའི་ཚེ་སྲོག་ལས། གངས་ཅན་པའི་སྤྱི་དོན་གཙོ་བོར་འདེམས་ཟིན་པའི་ལངས་ཕྱོགས་ནི་ཇི་འདྲའི་རླབས་ཆེ་ཞིང་ལོ་རྒྱུས་ཀྱི་རི་ཐང་ལྡན་པའི་གདམ་ག་ཞིག་རེད་ཨང། དེ་ལ་ཇི་སྲིད་བར་དུ་བོད་མི་རིགས་ཀྱི་སྙིང་གི་དཀྱིལ་དང་གློ་བའི་གསེང་ནས་གོང་བཀུར་བླ་ལྷག་གིས་བྱེད་ཀྱིན་ཡོད་ལ། རྒྱལ་གཅེས་དཔའ་རྒོད་རྣམ་པས་དཔའ་ངར་གྱི་སྙིང་སྟོབས། འཐབ་རྩོད་ཀྱི་ལམ་ཁ་སོགས་ལ་ཤི་སྣང། བོད་མི་ཡོངས་ནས་རྗེས་སུ་ཡི་རངས་དང་གདུང་སེམས་མཉམ་སྐྱེད་ཀྱི་ལམ་ནས་ཕན་ཚུན་ལ་དགྱེས་སྒྲོག་དང་སྐྱིད་སྡུག་མཉམ་མྱོང། དོན་རླབས་ཆེན་ཞིག་རེད། རྒྱུ་མཚན། ཁོང་རྣམ་པས་རང་ལུས་མེད། ཁོང་རྣམ་པས་རང་ལུས་མེད། རྩ་དོན་ནི། བོད་མིའི་སྤྱི་དོན་འཐབ་རྩོད་ལ་ང་ཕྱིར་ལོག་ནི་ཅི་རེད་ལ། བོད་མི་རིགས་ཟེར་བ་འདི་ད་དུང་ས་སྒང་ཟླུམ་པོ་འདི་ཡི་སྟེང་དུ་ཡུན་ནས་འཚོ་ཐུབ་པའི་མ་འོངས་པའི་ཕུགས་འདུན་གྱི་ཆེད་དུ་རེད། འདི་ལྟར་བསམ་ཚེ། དཔའ་རྒོད་འདི་དག་གི་བློས་གཏོང་སྟུར་ཕོད་ནི། སུས་ཀྱང་བློ་ངོར་ཤོང་དཀའ་བའི་སྐྱེས་པ་བློ་ཆེ་ཞིང་ཤི་བ་གཟི་བརྗེད་ཆེ་བའི་ལོ་རྒྱུས་རི་ཐང་གི་མཐོ་སར་མཉམ་ཡོད་པས། ང་ཚོས་མི་རབས་ནས་མི་རབས་བར་དུ་ལོ་རྒྱུས་གསོན་པོ་འདི་ལ་རྗེས་དྲན་དང་གོང་བཀུར་ཞུ་འོས། སྙན་དེབ་འདི་ལས་རྒྱ་ནག་དམར་པོའི་གཞུང་ལ་ཤེས་བྱའི་གང་བྱེད་དཀའ་བའི་དཀའ་ངལ་འཕར་མང་རེ་སྤྲོད་ཀྱིན་འདུག་ལ། ཕྱི་ནང་བོད་མི་ཡོངས་ཀྱི་སེམས་ཁོང་ལ་ཇི་སྲིད་བར་དུ་བརྗེད་པར་མི་ནུས་པའི་ཁྲག་གི་རྨ་ཁ་རེ་གསེར་དུ་སྟོན་གྱིན་ཡོད། ད་དུང

བཀོད་ནུས་པ་བླ་ལྷག་གིས་མཐུན་བཞིན་ཡོད། གཞན་ད་མདོ་སྟོང་བོད་སྡེ་ལས་བོད་ཀྱི་མ་འོངས་པའི་མི་རབས་གསར་བ་དག་ལ་རང་གི་ཕ་མེས་སྐྱ་བྲན་གཅེས་པའི་དཔའ་བོའི་ལོ་རྒྱུས་ཀྱང་གསལ་དུ་འགྲོ་བཞིན་ཡོད། མདོར་ན། ལོ་ངོ་ང་གཉིས་རིང་ལ། ལོ་ངོ་ང་གཉིས་རིང་ལ་རྒྱའི་དབང་འོག་ནས། ཐབས་ཟད་འུད་སྟོད་ཀྱིས། འཚོ་བའི་མི་རིགས་ཤིག་གིས། ཇི་ལྟར་རང་གི་རྒྱལ་ཁབ་སླར་གསོ་དང་ཁེ་དབང་བརྩོན་ལེན་བྱེད་པའི་ཐབས་ཚུལ་གསར་བ་དངོས་སུ་མགོ་བརྩམས་སོང་བ་མ་ཟད། ལག་ལེན་དངོས་ཀྱི་སྟེང་ནས་དབང་སྒྱུར་ལ་ཁ་གཏད་གཅོག་པའི་ལམ་ཁ་གསར་དུ་རྙེད་སོང་བ་རེད། མཐའ་དོན་ད་རིང་གི་མེ་ལྕེའི་འོག་གི་བོད་མི་དག་གིས་དཔའ་ངར་ཆེན་པོས་རང་གི་ལུས་སྲོག་བློས་བཏང་ནས་རྒྱལ་ཁབ་སླར་གསོ་བྱེད་པའི་དཀའ་ཚགས་ཀྱི་ཚེ་ཐོ་དངོས་སུ་བྲིས་བཞིན་པ་འདིས། ཕྱི་ནང་བོད་མི་ཡོངས་ལ་རྒྱལ་ཞེན་གྱི་ངར་ཤུགས་དང། སྐྱིད་སྡུག་མཉམ་མྱོང་གི་བསླབ་བྱ། དྲང་ནུས་དང་དམར་གསོད་ལ་མགོ་མི་སྒུར་བ་བཅས་ཕྱོགས་གང་ཐད་ནས་ནུས་པ་གསར་དུ་ཐོན་བཞིན་གདའོ། ཡོང་ཁུངས་བོད་ཀྱི་དུས་བབ་དྲ་བ། ཀྲོན་ཡོན་ཆོན་གྱི་ཁྱི་སྐད་འདོན་སྤེལ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཞི། སྐུ་ཞབས་ཀྲུའུ་ཡན་ཆིན་ལགས་ཀྱིས། སྐད་ཆ་འདི། རྒྱལ་དངོས་ཀྱི་སེམས་གཏམ་ངོ་མ་ཞིག་ཡིན་མིན་བཤད་དཀའ་ན་ཡང། རྒྱ་ནག་གཞུང་གི་རྒྱུགས་ཁྱི་ཡག་པོའི་ཁྱི་སྐད་ངོ་མ་དེ་ཡིན་པར་ཐག་བཅད་ཆོག་གོ། བས། ཏཱ་ལའི་བླ་མར་མཚམས་མེད་ཞི་བའི་མིང་འདོགས་པ་ནི། དགོས་དོན་ཁོ་ན་ཙམ་རེད། ཟེར་བ་འདི་ཁོ་ནས་ཀྱང། ཁོས་མངོན་སུམ་ལ་བསྙོན་གྱི་མེད་ན་ཡང་ལོག་ལྟ་བ་ཞིག་ཡིན་པ་ཚང་མས་ཤེས་ཐུབ། ཏཱ་ལའི་བླ་མ་མཚམས་མེད་ཞི་བའི་དེད་དཔོན་དང་ཞི་བདེའི་དབུ་ཁྲིད་དོན་དམ་པ་ཞིག་ཡིན་ཚུལ་ཁོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ཟླ་བཅུ་གཅིག་པའི་ཚེས་བཅུ་ལ། བོད་གཞུང་གི་ཆབ་སྲིད་དབང་ཆ་ཡོངས་སུ་བཞེས་པ་ནི་ད་ལྟའི་བར་དུ་དགྲ་ལ་དཀྲོག་གི་འདུག་ཅེས་གསུངས་ནས། བོད་རྒྱའི་ཤེས་ལྡན་ཆེད་བོད་རྒྱའི་ཤེས་ལྡན་ཆེད་ཙམ་མ་ཟད། འཛམ་གླིང་ཤེས་ལྡན་མིན་པའི་མཛད་འཕྲིན་ཇི་ཙམ་ཞིག་ཀྱང་ཡོད་པ་འཛམ་གླིང་ཡོངས་གྲགས་ཡིན་པ་ངས་འདིར་ཞིབ་བརྗོད་མི་དགོས་ཀྱང། དེའི་དཔེ་མཚོན་གཙོ་བོ་ཞིག་ནི། བོད་རྒྱ་ཕྱི་ནུར་གྱི་དབུ་མའི་ལམ། དབུ་མའི་ལམ་ཆེན་གསར་གཏོད་གནང་ནས། བོད་ཕྱི་ནང་གཉིས་ཀྱི་མི་རིགས་ཀྱི་བོད་དོན་ལས་འགུལ་གང་པོར་ཚང་མ་ཚང་མའི་གཞི་ལམ་ཁོ་ནར་སྐྱོང་དགོས་པའི་བཀའ་སློབ་ལམ་སྟོན་རྒྱུན་མར་གནང་བ་མ་ཟད། གལ་ཏེ་གྲགས་པའི་འཐབ་རྩོད་ཀྱི་ལམ་བུར་ཞུགས་ན་ཁོང་གིས་བོད་ཀྱི་དབུ་ཁྲིད་གནང་མི་ཐུབ་ཚུལ་ཡང། བོད་ཀྱི་དབུ་ཁྲིད་གནང་མི་ཐུབ་ཚུལ་ཡང་དང་བསྐྱར་དུ་གསུངས་ཤིང་ཐ་ན་ཕྱི་ལོ་ཉིས་སྟོང་བརྒྱད་ལོའི་རྒྱལ་སྤྱིའི་རྩེད་འགྲན་ཆེན་པོ་རྒྱ་ནག་ཚོགས་རྒྱུར་ཡང་རྒྱབ་སྐྱོར་གནང་ཡོད། གཅིག། དང་པོ། རྒྱ་རིགས་དང་བོད་རིགས་དབར་ལ་ཡང་བསྐྱར་འགལ་བ་བྱུང་ཞིང་ངོ་རྒོལ་བྱེད་སྒོའི་ནང་ངོས་འགའ་ཤས་ཀྱིས་སྲོག་ཤོར་ཡོད་པ་འདྲ་ཟེར། རྒྱ་གཞུང་གིས་ཐོག་མར་བོད་ལ་བཙན་འཛུལ་བྱས་པ་ནས། རྒྱལ་པོའི་དབུ་ལ། རྒྱལ་བ་ཚབས་ཆེན་བཟོད་སྲུན་པ་མ་ཟད་དེའི་རྗེས་ཀྱི་རིང་ལས་ས་བྱི་སོགས་སུ་ཡང། འགྲོ་བ་མི་ཡི་ཐབས་དང་དང། མི་རིགས་རང་སྐྱོང་གི་གནད་དོན་གང་ཐད་ནས། ཞི་དྲག་གཉིས་ཀྱི་གཉེན་མོས་རྒྱུན་མར་བྱས་པའི་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཡོངས་ནས་ཤི་སྒོར་གྱི་ལས་བྱེད་ཆད་པ་རེད། ད་ལྟ་དམག་དཔུང་གིས་བོད་བསྐོར་ནས། འདོད་ཡོད་པ་ཞིག་ཆགས་པ་འདི་བོད་རྒྱའི་འགལ་བ་ཆེས་རྫ་དྲག་ཏུ་སླེབས་པ་ཞིག་ལས། ཡང་བསྐྱར་འགལ་བ་བཟོས་པ་ཞིག་མིན། འགལ་བ་བཟོ་མཁན་དེ་ཡང་རྒྱ་གཞུང་རང་རེད། འགལ་བ་འདི་ཡང་བོད་དང་པེ་ཅིན་སྲིད་གཞུང་བར་གྱི་འགལ་བ་ཡིན་པ་ལས་རྒྱ་རིགས་དང་བོད་རིགས་གཉིས་ཀྱི་མི་རིགས་བར་གྱི་འགལ་བ་ཞིག་གཏན་ནས་མིན། གཉིས་པ། ང་ཚོའི་ཆོས་ལུགས་དང་ང་ཚོའི་ཆོས་ལུགས་དད་མོས་ལ་བརྩི་བཀུར་དང་སྲུང་སྐྱོབ་བྱེད་ཀྱི་ཡོད་ཟེར། གལ་ཏེ་དེ་ལྟར་ངོ་མ་བསམ་གྱི་ཡོད་ན་དེ་ཡང་རྩ་བ་ནས་ནོར་ཡོད་དེ། དེ་མིན་ཟེར་བ་འདི་མི་དགེ་བ་སོ་སོའི་སེམས་གཏིང་ནས་སུ་ལ་དད་གུས་བྱེད་པ་དེར་དད་མོས་བྱེད་ཆོག་པའི་ཐབས་ལྟ་ཞིག་ལ་གོ་དགོས། བོད་ཀྱི་ཆོས་ལུགས་དད་མོས་ཀྱི་འཇུག་སྒོ་ནི་སྐྱབས་འགྲོ་ཡིན་ལ། དེའི་ཐོག་མ་ནི་བླ་མ་ལ་སྐྱབས་སུ་མཆིའོ་ཞེས་པ་འདི་ཡིན། གནམ་ལ་ཉི་ཟླ་སོང་ཅིག་ས་ལ་རྒྱལ་བ་པཎ་ཆེན་ཟེར་བའི་བོད་མི་དམངས་ཀྱི་ཁ་དཔེ་འདིར། ཁྱེད་རང་ཚོས་ཡང་རྒྱུས་ལོན་གྱི་ཡོད། ནམ་ལ་ཉི་ཟླ་སུན་ཅིག་ས་ལ་རྒྱལ་བ་པན་ཆེན་ཟེར་བའི་བོད་མི་མང་གི་ཁ་དཔེ་འདིར་ཁྱེད་རང་ཚོས་ཡང་རྒྱུས་ལོས་ཡོད། དེས་ན། བོད་མི་བརྒྱ་ཆའི་དགུ་བཅུ་ཡན་གྱིས་བླ་མ་ལ་སྐྱབས་སུ་མཆིའོ་ཞེས་གསོལ་འདེབས་བྱེད་སའི་བླ་མ་དེ་སུ་དང་སུ་ཡིན་པ་ལོས་ཤེས། དེ་བས་སོ་སོས་རྩ་བའི་བླ་མར་དེ་ལས་བྱེད་པ་བཀག་པ་འདིས། ཕྱི་ལོ་དེ་ལོས་ཀྱི་སྒོ་ཆེན་དེ་བཀག་པ་རེད། དཔེ་ཆ་སློབ་གཉེར་སོགས་སྒོ་དང་དགེ་སྒོ་ཅི་ཙམ་ཤེས་ན་ཡང། རྒྱ་སྒོ་བརྒྱབ་པའི་བཙོན་ཁང་གི་ཆོས་ར་ཞིག་ལས། ཅི་ཡང་མེད། ཅི་ཡང་མིན་པ་འདི་པེ་ཅིན་སྲིད་གཞུང་གིས་གསལ་བཏོད་ཐུབ་མེད་ཀྱང་སྲིད། དེ་བས་དོན་དམ་གྱིས་ཕྱི་ལོ་དེ་ལོས་ལ་བརྩི་བཀུར་དང་སྲུང་སྐྱོབ་བྱས་ན་བོད་མི་ཚོས་ཏཱ་ལའི་བླ་མ་སྐྱབས་སུ་འགྲོ་བ། འདི། གཏན་ནས་འགོག་མི་འོས་ལ། གཏན་ནས། འགོག་ཐབས་ཀྱང་མེད། གལ་ཏེ། མེད་ཐུག་ཏུ་བཀག་ན། མེད་ཐུག་སྟེ། ཆོས་ལུགས། དད་མོས་ཀྱི། རང་དབང་བཀག་པ་ཡིན་པ། ཤེས་པར་གྱིས། གསུམ་པ། ཁོས། བོད་ལྗོངས་སུ། སྒོར་དུང་ཕྱུར་མང་པོ། བཏང་དང་གཏོང་རྒྱུ་ཡིན་ཚུལ་བཤད་འདུག་ང་ཚོའི་དེང་སང་བོད་ནང་གི་གཞི་རྩའི་འཚོ་བ་ལ་དཀའ་ངལ་ཆེ་ཚུལ་བཤད་ཀྱི་མེད། ཇི་ཙམ་བཏང་ཡོད་ཀྱང་བོད་ནས་ད་དུང་དཔལ་འབྱོར་ཐད་ནས་རྗེས་ལུས་ཡིན་པ་ཁྱོད་རང་ཚོས་ཀྱང་ཁས་བླངས་ཡོད། མ་གཞི་ནས་དཔལ་འབྱོར་ལྷུག་གྲུབ་ཀྱིས་བོད་ཕྱི་ལམ་དུ་ནམ་ཡང་འདེད་མི་ཐུབ། ད་ལྟ་ང་ཚོའི་མི་རིགས་འདི་ཡང་གཉིད་ལས་སད་ཀྱི་ཡོད་པས་སྒོར་མོས་ལྷོད་མི་ཐུབ། བོད་ཀྱི་གནད་དོན་འདི་དཔོན་ཆོས་ཀྱི་གནད་དོན་མིན། འདི་མི་ཡི་ཐོབ་ཐང་དང་མི་ཡི་རིགས་ཀྱི་བདག་དབང་དང་དོན་དམ་གྱི་དམངས་གཙོའི་ཁེ་དབང་ལོངས་སུ་སྤྱོད་རྒྱུ་སྔོན་གྱི་ཆབ་སྲིད་ཐད་ཀྱི་གནད་དོན་ཡིན། དེ་བས་རྒྱ་གཞུང་ནས་སྒོ་མོ་གྲངས་མེད་བཏང་ན་ཡང་བོད་ཀྱི་ཆོས་ལུགས་དད་མོས་གཙོས་མི་ཡི་རང་དབང་དང་མི་ཡི་རིགས་རང་སྐྱོང་གི་བདག་དབང་མ་རག་བར་དུ་རྒྱ་གཞུང་དང་གུང་ཁྲན་ཏང། དགོངས་དྲང་བཏང་མི་དག་ནི། བོད་ཀྱི་གཉའ་གནོན་པ་ལས་ཤེས་བཞེད་བ་ཞིག་ལ། ནམ་ཡང་བསམ་མི་སྲིད་པ་ཡང་ཤེས་པར་གྱིས། ཞེས་པ། སྤྱི་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་བོད་ཕྱི་བའི་སྤྱི་འགྲོས་བཏང་བ་ནས་བཟུང། བོད་ལྗོངས་ཀྱི་མི་འབོར་ཁྲི་བརྒྱ་ཐམ་པ་ནས། ཁྲི་སུམ་བརྒྱ་བར་མང་དུ་ཕྱིན་ཡོད་ཟེར། དེ་ལ་གྲགས་པའི་བཙན་འཛུལ་བྱས་པ་ནི། རིག་གསར་སྐབས་དང། དེ་ལས་ད་བར་ལ། བོད་མི་ས་ཡ་གཅིག་ལྷག་གི་ཚེ་སྲོག་པེ་ཅིན་སྲིད་གཞུང་གི་ཁ་ནང་དུ་བཅུག་ཚར་ཡོད། ད་དུང། གྲངས་ཉུང་མི་རིགས་ཀྱི་མི་གྲངས་འཕེལ་རྒྱས་ལ་ཚོད་འཛིན་དམ་དྲག་བྱེད་ཀྱི་ཡོད། མདོར་ན། དེ་སྔའི། བོད་མིའི་གྲངས་ཚད་ལ་ད་དུང་སླེབས་མེད། གཅིག་བྱས་ན། ད་དུང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དམར་གསོད་ཆེན་མོ་ལྟ་བུ་ཞིག་ཡང་སྐྱེར། བོད་ཀྱི་ས་ཁུལ་གང་རུང་དུ་ཡང་འབྱུང་སྲིད་པ་ཞིག་རེད། གང་ལྟར། འགྲོ་བ་མི་ཡི་ཐབ་དང་མི་རིག་ས། གང་ལྟར་འགྲོ་བ་མི་ཡི་ཐབ་དང་མི་རག་ས་ཞིག་ཏུ། མི་གྲངས་འཕེལ་བ་ལས་ཀྱང་བསྒྲུབ་ན་མི་ལགས་སམ། ཁྱོད་ཀྱིས་མི་གྲངས་ཁྲི་སུམ་བརྒྱ་ལ་འཕར་ཟིན་པ་དེའི་ཁྲོད་དུ་མང་ཤོས་རྒྱ་རིགས་སོགས་མ་ཡིན་ནམ། ལྔ་པ། ཁོས། ཏཱ་ལའི་བླ་མའི། ལས་བསོད་གཏོང་མཁན་དེ་ཚོ་ནི་དཔའ་བོ་ཡིན་ཞིང། ཁོ་ཚོའི་སྙིང་སྟོབས་ལ། རྗེས་སུ་ཡི་རང་ཞུ་ཞེས་བརྗོད་མྱོང་ཡོད་པས། ཚིག་འདི་ནི་དྲག་སྤྱོད་ཀྱི་བྱེད་ཐབས་སྐོར་བར་བསྔོ་བྱེད་པའི་ཚིག་ཅིག་རེད། ཅེས་དང། ཁོས་ད་དུང། ཞི་བའི་ནང་བསྟན་ཆོས་ལུགས་དེ་དྲག་སྤྱོད་ཀྱི་ཆོས་ལུགས་ཤིག་ཏུ་འགྱུར་ཐབས་བྱེད་ཀྱི་ཡོད་ཅེས་དང། ང་ཚོས་བྱེད་བཞིན་པའི་ཐབས་ཚུལ་ནི་དྲང་བདེན་ཡིན་པ་མ་ཟད། མི་མང་གི་རྒྱབ་སྐྱོར་ཐོབ་ཡོད་ལ། དེ་ནི་ཆེས་ཤིན་ཏུ་གལ་ཆེན་པོ་དེ་རེད། ཟེར། དེ་ནི་ཆེས་ཤིན་ཏུ་གལ་ཆེན་པོ་དེ་རེད་ཟེར། རང་ལུས་མེར་བསྲེགས་པ་འདི་དག་གིས་ཚེ་སྲོག་འདི་བོད་ཀྱི་ཆོས་སྲིད་ལུགས་གཉིས་དང་རང་གི་མི་རིགས་ཀྱི་རང་དབང་གི་ཆེད་དུ་ཡིན་པར་མ་ཟད། བོད་དོན་བདེན་པའི་ཤེས་པའི་འཐབ་རྩོད་ཀྱི་མཚོན་རྟགས་བླ་ན་མེད་པ་དེ་ཡང་ཡིན་པས་ཁོང་རྣམ་པར་དཔའ་བོའི་མཚན་སྙན། སུས་ཀྱང་བླངས་མི་དགོས་པར་རང་བཞིན་གྱིས་ཐོབ་པ་ཞིག་རེད། འདས་དོན་སྐྱོང་བའི་དཔའ་བོར་མྱ་ངན་གུས་བཏུད་དང་གདེང་འཇོག་བྱེད་རྒྱུ་དེ་མ་མཐར་ཡང་མི་ཞིག་གི་ཀུན་སྤྱོད་ཅི་ལ་མིན་ཡང། ཁྱོད་ཚོས་བྱེད་བཞིན་པའི་འཐབ་རྩོད་དེ་དྲང་བདེན་ཡིན་པ་བླངས་ཀྱི་ཡོད་ན། རྒྱལ་སྤྱིའི་ནང་གི་རང་དབང་སེལ་འདོད་པ་དག་མ་ཟད། ཕྱི་གླིང་པའི་དཀྲོག་མཆན་པ་དག་ཀྱང་བོད་དུ་འགྲོ་བར་བཀག་སྡོམ་བྱེད་དོན་ཅི། རྟག་པར། རྡོ་འཇིགས་ཀྱིས་དམག་དཔུང་གི་དམ་དྲག་བྱས་ནས་འདོད་དོན་ཅི། ཏཱ་ལའི་བླ་མ་དང་མཇལ་འཕྲད་གནང་རྒྱུར་སྐྲག་དོན་ཅི། མི་དམངས་ཀྱི་རྒྱབ་སྐྱོར་སུ་ལ་ཐབས་མིན་དེ་རྩོད་མི་དགོས། བོད་མི་དམངས་ལ། རང་ཐག་རང་གཅོད་ཀྱིས་འོས་འཕེན་རང་དབང་ཞིག་སྤྲོད་དང་ཤེས་ཡོང། དེ་ཡི་སྤོབས་པ་སྤུ་ཙམ་ཡང་ཡོད་དམ། དྲུག་པ། ཁོས་ད་དུང་ཏཱ་ལའི་བླ་མས་བོད་རང་བཙན་རྩོད་ཀྱི་འདུག་ཚུལ་གྱི་ཁྱི་སྐད་བརྒྱབ་འདུག་ཕྱི་ལོ་ཉིས་སྟོང་བརྒྱད་ཟླ་བཅུ་པའི་ཚེས་གསུམ་སོ་གཅིག་ཉིན་པེ་ཅིང་དུ་འབྲེལ་མོལ་ཐེངས་བརྒྱད་པའི་སྐབས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཕུལ་བའི། བོད་རིགས་ཡོངས་ལ་མིང་དོན་མཚུངས་པའི། རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་དེ་ལ་ཡང། ཁོང་ཚོས་ལོག་བཤད་སྤེལ་ཡོད། དོན་དངོས་ཁས་མ་བླངས་པ་ལ། གསལ་བཤད་ཀྱིས་ཅི་ཡང་མི་ཕན། གལ་ཏེ། བཙན་བྱོལ་གཞུང་གི་བསམ་འཆར་དེས། རང་བཙན་གྱི་ངོ་བོ་འགྲོ་གི་ཡོད་ན། རྒྱ་ནག་རང་གི་རྩ་ཁྲིམས་དང། རང་སྐྱོང་བཅའ་ཁྲིམས་ནང་ལ་ངོ་བོ་དེ་འདྲ་ཞིག་ཡོད་པ་ཁས་ལེན་དགོས། རྒྱུ་མཚན་ནི། བསམ་འཆར་དེའི་རིགས་རྩ་ཁྲིམས་དང་བཅའ་ཁྲིམས་གཞིར་བཟུང་ཞིག་ཡིན་པས་སོ། ད་ལྟ་ང་ཚོས་གཞི་འཛིན་སའི་གཞུང་འབྲེལ་ཡིག་ཆ་བསམ་འཆར་འདི། བསམ་འཆར་ཡིག་ཆ། འདི་རང་ཡིན་པས། དེ་ནས་གསུང་བཤད་དང་ཡིག་ཆའི་སྙིང་པོ་རིགས། བསྐྱར་ལེན་ལ་དགོས་པ་ཅི་ཡང་མེད། འདས་པ་འདས་པ་རེད། ད་ལྟ་ད་ལྟ་རེད་གཙོ་བོ་མ་འོངས་པའི་གནད་དོན་རེད། འདུན་པ་ཕུད། ཏཱ་ལའི་ཡིས་ཐོག་མཐའ་བར་གསུམ་དུ་བོད་ཆེན་པོ་འུད་སྒྲོག་བྱེད་ཀྱི་ཡོད། ཏཱ་ལའི་ཡིས། བཤད་བཞིན་པའི་བོད་ཆེན་པོའི། རྒྱ་ཁྱོན་ལ་སྤྱི་ལེ། ངོས་སྙོམས་གྲུ་བཞི་མ། ཉིས་བརྒྱ། ལྔ་བཅུ་ཡོད་པ་དང། ཀྲུང་གོ་ཡོངས་ཀྱི། ས་ཁྱོན་ལས། བཞི་ཆའི། གཅིག་སེལ་ཡོད་ཅེས་དང། ས་ཁྱོན་རྒྱལ་ཁབ་ཡོངས་ཀྱི། རྒྱ་ཁྱོན་ལས། གཞི་བྱེས་གཅིག་ཙམ་ཟིན་པའི་ས་ཁོངས་སུ་རང་སྐྱོང་དེ་འདྲ་ངོས་ལེན་བྱེད་ཐུབ་བམ་ཞེས་ཧང་སང་འདུག་ཁྱེད་ཅག་གིས་འདོད་ཡོན་ཁམས་གསུམ་དེ་བོད་མི་རིགས་ཀྱི་འཚོལ་སྡོད་དང། སྡང་བ་ཡོད་པའི་ས་ཁུལ་ལ་ངོས་ལེན་བྱས་ཡོད་ན་གཅིག་གྱུར་གྱི་རང་གཞུང་ཞིག་འཆར་རྒྱུར་ཁས་ལེན་མི་ཐུབ་དོན་ཅི། ད་དུང་མི་རིགས་གཅིག་དང་སྐད་ཡིག་གཅིག་ཆོས་ལུགས་གཅིག་སོགས་རིག་གཞུང་གོམས་གཤིས་གཅིག་ཡིན་པའི་ཐོག་ལ། བོད་རིགས་ཁྱིམ་གཅིག་གི་རེས་མོས་ཤུགས་དྲག་ཏུ་འགྲོ་བཞིན་ཡོད་པས། འཆམ་མཐུན་དང་མཐུན་སྒྲིལ་གྱི་རྨང་གཞི་བརྟན། བོད་རིགས་ཡོངས་རྫོགས་རང་སྐྱོང་གཅིག་བྱས་ན། བོད་རིགས་ཡོངས་རྫོགས་རང་སྐྱོང་གཅིག་བྱས་ན་མ་བྱས་ན་དེས་ཀྲུང་གོའི་མངའ་ཁོངས་ལས་ལོགས་སུ་སོང་མེད་པས། ཀྲུང་གོ་ལ་ཡང་ཆེ་ཆུང་འགྲོ་གི་མེད། དེ་བས། བོད་རིགས་རང་སྐྱོང་གཅིག་གྱུར་བྱེད་རྒྱུ་འདི། བོད་མི་རིགས་དང། རྒྱ་མི་རིགས་ཀྱིས་གཙོས་པའི་ཀྲུང་གོ་ལ་ཁེ་ཕན་ཡོད་པ་ཞིག་རེད། འོན་ཀྱང། ཁྱོད། འོན་ཀྱང་ཁྱོད་ཅག་གིས། དུད་འགྲོ་དང། གློ་མཚོའི་སྐྱེ་འཆི་དེ་ནི། ད་ལྟ་ས་ཁུལ་དུམ་བུ་བཅད་ནས་ཀྱང། མི་རིགས་འདི་ཉམས་རྒུད་ལ་གཏོང་མི་ཐུབ་ན། གཅིག་གྱུར་བཟོས་ན། མི་རིགས་འདི། གོང་ལ་ཆུ་འང། ཡང་ན། བོད་རང་བཙན། ལེན་གྱི་རེད། སྙམ་པ་ཅི་ལ་མིན། གལ་ཏེ་འདི་ལྟར་མིན་ན། བསམ་བཞིན་དེ་ཁས་ལེན་མི་ཐུབ་པའི་རྒྱུ་མཚན་ཆེན་པོ་ཅི་ཡང་མེད། བོད་རྒྱ་སྲིད་གཞུང་གིས་མུ་མཐུད་དེ། བོད་རིགས་དང་ཡུ་གུར་གྱི་གཙོས། གྲངས་ཉུང་མི་རིགས་ཀྱི། ལས་གཏོད་ཡག་པོ་ཐག་གཅོད་མ་བྱས་ན། མི་རིགས་ལ་སྲིད་པ་མེད་པའི་འཐབ་རྩོད་འདི་ཡང་སྲིད་པ་མེད་པ་མ་ཟད་འཐབ་རྩོད་ཀྱི་ངོ་བོ་དང་མཇུག་འབྲས་ཅི་འདྲ་ཞིག་ལ་འགྱུར་མིན་ཡང་བཤད་དཀའ་བ་ཞིག་ཡིན་པ་ལོས་ཤེས། ཁྱོད་ཀྱིས་རྙོག་བཤད་ལྷག་མ་དག་ལ་ཡང་ལན་རིམ་པས་འདེབས་དགོས། དཔོན་བོད་ཀྱི་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་གཙོ་ཆབ་བྲག་ལྷ་མོ་སྐྱབས་ཀྱིས།